གཟའ་ཁོ་རང་གི་ད་ལྟ་མཇལ་དྲག་གི་ནང་ལོག་ལ་ཡང་ཨེ་བ་འདུག་ཅི་མ་ལི་གི་ཡོད་རེད་འདི་ནང་ལོག་ལ་སྤྱིར་བཏང་གི་ག་རེ་ཡོད་རེད་ཟེར་ཡོད་དུས་གཟའ་དེ་ལ་ཡང་ཕྱི་གཟའ། བར་གཟའ། ནང་གཟའ་ཟེར་འདུག་ཨེ་བ་ཁ་གསུམ་དེ་འདྲའི་འབྲས་བུ་ཅིག་བྱེད་ཀྱི་ཡོད་རེད་ཡིན་ན་ཡང་ངས་འདི་ཕྱི་གསུམ་དེ་གོང་དུ་ཞུས་ཚར་བ་ཡིན་ཙང་ད་ལྟ་འདི་དམིགས་བསལ་གྱི་འགྲེལ་བཤད་མ་རྒྱག་ནས་འགྲིག་གི་འདུག་བསམས། རྒྱལ་སྲིད་རྣམ་པ་ཚོ་གི་ར་ད་ལྟ་འདི་མ་མཇལ་དྲག་གི་ད་ལྟ་གཟའ་གི་མཇལ་དྲག་གི་ཨེ་བ་ཅི་མ་ཡོང་གི་འདུག་བ་འདུག་འདི་རྣམ་པ་ཚོ་གི་མ་ཀློག་དང

འོང་སྟེ་ལོ་གན་དྲུག་ཅུ་དང་འདི་དང་ཁམས་གཉིས་མ་མཉམ་དུ་སྦྱར་ནས་འོང་སྟེ་ཀྱི་རྣམ་བཞག་དེ་མ་ཤེས་ཀྱི་ཡོད་རེད་དེ་ཡིན་དུས་ལོ་གན་དྲུག་ཅུ་ནི་གོང་དུ་ཚང་མ་སོང་ཟིན་པ་རེད་མ་མཁྱེན་པ་དང་དེ་ནས་ཕལ་ཆེར་ཡོད་པ་རེད། འབར་ཚང་དེ་ལ་གླིང་ཡོད་དུས་ཏང་སོ་ལོ་འཁོར་བཅུ་གཉིས་དང་པ། ལོ་རྟགས་བཅུ་གཉིས། ལོ་འགྲོས་བཅུ་གཉིས་ལོ་འཁོར་བཅུ་གཉིས་ཞེས་པ་ཅིག་ཡོང་བ་འོང་འདི་དང་ཁབ་གཉིས་འདི་མཉམ་དུ་སྦྱར་ནས་འོང་འདི་གི་རྣམ་གཞག་འདིའི་མ་གཏན་ནས་བཞག་བཞག་ཡོད་རེད། ནང་བཟང་འདི་ལ་གླེང་ཡོད་དུས་ད་ནང་བཟང་དེ་ང་ཚོ་པར་ཁང་རྒྱས་འབྱེད་པ་ཅིག་ཡོང་བ་པར་ཁང་ལས་མེད་གོན་ས་ཟེར་མཁན་པར་ཁང་རྒྱས་འོང་འདི་པར་ཁང་རྒྱས་དང་ཁབ་གཉིས་འདི་འདུག་སྤྲེལ་ཕྲེང་སྟོང་ནས་ཡང་འདི་གི་རྣམ་གཞག་འདི་མང་འདུག་བཤད་ཡོད་པ་ཡིན་ཙང

ཀརྨ། མཇུག་སྐར་ཟེར་མཁན་ཚང་མ་གཅིག་པ་ཆགས་བསྡད་ཀྱི་ཡོད་རེད་མཁྱེན་སོང། ད་དེ་ཡིན་དུས་དེ་རིང་ལེ་ཚན་དགུ་པ་ནང་ཚོགས་ལ་ང་ཚོ་མཇུག་སྐར། གནམ་ལ་འཇུ་བའི་མཇུག་སྐར། ཀརྨ། འོ་འདི་གི་རྣམ་བཞག་དེ་ཤེས་ཀྱི་ཡོད་རེད་ལྷག་པར་དུ་འདི་དེ་རིང་གི་ལེ་ཚན་དགུ་པ་ནང་ལོགས་ལ་མཇུག་སྐར་ཉི་ཤུ་ཐོན། མཇུག་སྐར་ཉི་ཤུ་དེ་གི་རེ་རེ་རེ་རེ་གི་མིང་དང་བྱས་པ་ཚང་མ་མ་གླེགས་རེད་མཇུག་སྐར་ཉི་ཤུ་ཐོན་དེ་ཁོ་རང་གི་ཁམས་ག་རེ་འཁྱེར་གྱི་འདུག་ཁམས་ག་རེ་རེད་འདུག་ཟེར་བ་འདི་ཁམས་ཀྱི་རྣམ་གཞག་ཅིག་མ་ལི་རེད། འཇུག་སྒར་ཉི་ཤུ་དོན་དང་སྡེ་ཡི་རྣམ་གཞག་ཁམས་འདི་དེ་རིང་དེ་ནས་མ་ལི་གི་ཡོད་པ་ཡིན་ཙང་འདི་དེ་དཔེ་འགེལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་ལྷག་པར་དུ་དེ་རིང་གི་དོན་ཚོའི་ནང་དུ་ལོ་འཇུག་སྒར་ཉི་ཤུ་འདི་རེ་རེ་རེ་རེ་གི་མིང་བརྡ་བྱས་པ་ཚང་མ་དེ་རིང་དེ་ནས་མ་ལི་གི་རེད། རྗེས་མ་ད་ལྟ་ང་ཚོ་ཡང་དྲ་ཐོག་འགྲོ་བའི་འདོད་མི་ལ་ནས་ང་ཚོ་སྐར་རྩིས་ནང་ལོགས་ལ་འགྲོ་ཡོང་དུས་ད་སྐར་རྩིས་ནང་ལོགས་ལ་མང་ཤོས་ང་ཚོ་ཨང་གྲངས་ཀྱི་ཐོག་ནས་དཔའ་འབུ་གི་ཡོད་རེད་བ།

དགུ་པ། སྐར་མ། ཉི་ཤུ། རྒྱལ། ཟེར་གྱི་འདུག་བ། ད་དེ་ཡང་ལྡོག་པ་ག་རེ་ལེན་གྱི་ཡོད་རེད་ནམ་རྒྱུན་ང་ཚོ་མཇུག་སྐར་ཉེར་བདུན་ཟེར་མཁན་གྱི་ད་ད་ལྟ་དེ་ལ་མཇུག་སྐར་ཉེར་བརྒྱད་ཟེར་མཁན་གྱི་གསུང་གི་འདུག་བ། ད་འདི་གཉིས་ཁྱད་པར་ག་རེ་ཡོད་རེད། ད་ཕལ་ཆེར་དེ་གཉིས་གཅིག་པ་རེད་མཁན་སོང་གཅིག་པ་རེད་ད་ལྟ་ང་ཚོ་ཨང་གྲངས་ག་ཞིག་གི་ཉི་ཤུ་བདུན་ལེན་གྱི་ཡོད་རེད་ག་ཞིག་ཉི་ཤུ་ད་ལྟ་རྩ་བ་ནང་ཉི་ཤུ་བརྒལ་འདུག་བ། ད་ཡང་ཨང་གྲངས་གཅིག་གི་ཁྱད་པར་དེ་ག་འདྲས་ལེན་གྱི་ཡོད་རེད་ཟེར་ཡོད་དུས། མཇུག་སྒར་རྩེ་ཡོད་དུས་ང་ཚོ་དང་པོ་ཐིག་ཟེར་མཁན་ཞིག་སླེབས་ཀྱི་ཡོད་རེད། ཐིག་ཟེར་ཡོད་དུས་ག་དུས་ཡིན་ན་ག་རེ་ལ་སྒུག་གི་ཡོད་རེད་ཀླད་ཀོར་དེ་ལ་སྒུག་གི་ཡོད་རེད་དེ་ཡིན་དུས་ཀླད་ཀོར་ཁོ་རང་ལ་ཀླད་ཀོར་བྱས་ནས་བརྩིས། ཨ་ནི་ཀླད་ཀོར་བརྩིས་ཚར་བའི་ཞུ་སྒོ་དེ་ལ་ཐིག་གི་རྗེས་ལ་ཨང་གྲངས་གཅིག་གཉིས་གསུམ་བཞི་རིམ་པ་བཞིན་དུ་བརྩིས་ནས་འགྲོ་བ་ཡིན་ན་ཨ་ནི་ཉི་ཤུ་ག་ཚོད་ཉི་ཤུ་བདུན་གྱི་བར་དུ་ལ་སླེབས་ཀྱི་ཡོད་རེད་མཁྱེན་སོང་ཨ་ཉི་ཤུ་བདུན་གྱི་བར་དུ་དཔེར་ན། དམ་པ་འདི་ལ་ཐིག་ལ་ནས་ཁོ་རང་ཐིག་ལ་ནས་ལོ་གང་བརྩིས་ད་ཐིག་གི་རྗེས་ལ་ཡང་ཐིག་ཁོ་རང་ཡང་སྐར་མ་གཅིག་ཆགས་བསྡད་ཀྱི་ཡོད་ད་ཐིག་ཁོ་རང་སྐར་མ་གཅིག་ཆགས་བསྡད་ཀྱི་ཡོད་འདི་གི་རྗེས་ལ་ཡང་སྐར་མ་གཉིས་པ་དེ་ལས་ཡིན་དུས་འདི་དེ་བཞི་ནས་དེ་ནས་མ་དང་པོ་བྱས་ནས་བརྩིས་ནས་འགྲོ་ཡ་རེད་གཅིག་གཉིས་གསུམ་བཞི་ལྔ་ཨོ་དེ་ནས་དེ་ནས་འགྲོ་དུས་ཉི་ཤུ་རྩ་བདུན་བར་དུ་ལ་ལས་ཡིན་དུས་ད་འཇུག་པར་ཚང་མ་བཟོ་བ་རེད་མཁན་བཟོ་བ་ཨོ་བཟོ་བ་རེད་འདི་དེ་ག་རེད། རྒྱུ་སྐར་ཉི་ཤུ་རྩ་བདུན་ཟེར་བ་དེ་འདི་རེད། ཡང་འདི་རྒྱུ་སྐར་ཉི་ཤུ་རྩ་བརྒྱད་ཡིན་ཟེར་མཁན་དེ་ག་འདྲས་བརྩི་དགོས་ཀྱི་ཡོད་རེད་ཟེར་གྱི་འདུག་གཅིག་པ་རེད། དཀའ་ངལ་ཡོད་ཨ་མ་རེད་གཅིག་པ་རེད། ད་འདི་ག་འདྲས་སླད་རེད། ད་འགྱིག་གི་ཐིག་ཞེས་པ་ཞིག་འདུག་ཨ། ཨང་གྲངས་ཐིག Zero ཟེར་གྱི་འཇིག་འདུག་ཨ། ད་ཨང་གྲངས Zero འདི Zero རང་མ་བཞག་བྱས། འདི་ཡང་གྲངས་ཀ་གི་དབང་དུ་ཚུད་ཐལ་མ་རེད། ཐིག་ཁོ་རང་སྐར་མ་གཅིག་ཆགས་བསྡད་ཀྱི་ཡོད་རེད་མཁྱེན་སོང་ང་ད་འདི་ཡིན་དུས་གལ་སྲིད་ཐིག་ཁོ་རང་སྐར་མ་གཅིག་ཡིན་པ་ཡིན་ན་འོ་ཡ་ད་སྒེག་གི་སྐར་མ་ཉེར་བདུན་འདུག་བ་ཉེར་བདུན་གྱི་སྟེང་དུ་ལ་ཐིག་འདི་ཨང་གྲངས་གཅིག་ཡང་གནས་པ་བརྒྱ་བ་ཡིན་ན་ག་ཚོད་ཆགས་རེད་འདི་དེ་ཉི་ཤུ་བརྒྱད་ལ་ནས་ཆགས་རེད་བརྒྱད་ཙམ་ད་ལྟ་འདི་གཉིས་ཀྱི་ཁྱད་པར་དེ་ག་རེ་རེད་ཟེར་གྱི་འདུག་ཁྱད་པར་དེ་གཙོ་བོ་དེ་ཐིག་ཟེར་མཁན་གྱི་ད་ལྟ་འཇུག་པར་བྱེད་འདུག་བ་འདི་དེ། ཐིག་ལེ་ནི་ལོ་ཀ་བཞག་དང་མ་བཞག་འདི་གི་རྣམ་གཞག་གིས་ཤེས་ཀྱི་ཡོད་རེད་གལ་སྲིད་ཐིག་ཟེར་མཁན་དེ་ཁྱོད་རང་གི་ལོ་ཀ་ཅིག་ནས་རྩི་ཨ་ནི་ཨང་གྲངས་འདི་གི་རྗེས་མ་ནས་ཨང་གྲངས་གཅིག་གཉིས་ལ་ནི་འགྲོ་བ་ཡིན་ན་ཉི་ཤུ་བདུན་བར་དུ་ལེགས་རེད་འདི་དེ་རྒྱུ་སྐར་ཉེར་བདུན་གལ་སྲིད་ཐིག་འདི་སྐར་མ་རྒྱུ་སྐར་འདི་ཡང་ཀླད་ཀོར་ལ་ནི་ང་རྩི་གི་མེད་གལ་སྲིད་ཀླད་ཀོར་འདི་ཡང་གཅིག་གི་དབང་དུ་རྩིས་ནས་འགྲོ་གི་ཡིན་ལགས་པ་ཡིན་ན་ཨ་ནི་རྒྱུ་སྐར་ཉི་ཤུ་བརྒྱད་འདི་ཏག་ཏག་འདུག་ལེགས་ཀྱི་ཡོད་རེད་ཅེས་པ་རེད་ཡིན་ཆོས་དེ་ག་རེད་གཅིག་པ་རེད།

རྩ་ཚིག་འདིའི་རྗིན་པ་ཇི་བཞིན་ཚིག་རྐང་རེ་རེ་རེ་རེ་ཀློག་ནས་དེ་ནས་འགྲོ་དགོས་ཡོད་ཡ་མ་རེད། སོ་སོ་གི་ཚིག་བཅད་དང་ག་འདྲས་སུ་བཅད་རྒྱུ་འདུག་འདི་གི་ཐོག་ནས་གོ་བ་ལེན་ཡ་ལ་བཞི་བོ་ཁྱད་པར་ལེན་གི་ཡོད་རེད་འདི་ཡིན་དུས་ཚིག་བཅད་སམ་འདི་ཤེས་དགོས་གི་ཡོད་རེད་མཁྱེན་སོང་ཨ་ཚིག་བཅད་སམ་དེ་འདི་ཡིན་དུས་ད་ནོ་འདའི་ནང་ལོ་གར་འདུག། སྨིན་དྲུག། སྣར་མ། མགོ་བདང། ལག། སྣབས་གསོ། མགལ། ཤར། ཟེར་གི་འདུག་འདི་ཡིན་དུས་ད་ལྟ་འདའི་ནང་ལོ་ལ། མཇུག་གར། སྨིན་དྲུག། སྣར་མ། མགོ། ལག་པ། སྣབས་སོ། རྒྱལ། སེང་གེ་ནི། འོ། འདི་ལྟ་བུ་འཇུག་པ་དྲུག་པོ་འདི། འཇུག་པ་དྲུག་པོ་འདི་ག་རེ། ཤར། ལ་དུ་བ། ཤར། སེ་ཡུལ་འདི་ངོ་སོ་ད་ལྟ་ཤེས་བའི་གཙོ་བོ་འདི་ག་རེ། སུལ་པའི་རུས་པའི་ཡོ་བ། འོ། སིལ་པའི་རུས་པའི་ལ་བསམ་མནོ་བཏང་ནས་འདི་རྙེད་ལ། འདི་སྔས་ང་ཚོ་གོང་དུ་ཡང་ང་ཚོ་སྲོག་ནི་གནས་ཤོར་བྱུང་བ་དེ་ཟེར་ནས་སྲོག་ཁམས་འདིའི་རྩེད་ཡོན་དུ་གཅིག་ཆིངས་ཡིན་པ་དེ་དྲན་གྱི་འདོད། འོང་སྟེ་དེ་དྲན་དགོས་ཀྱི་ཡོད་རེད། ད་འདི་སྲིད་པའི་རུས་པའི་གདུག་ཅིག་ཡིན་པ་ཡིན་ན་འདི་ཀྱི་ཤར། ལྷོ། ནུབ། བྱང་ལ་ནི་གདུག་རྩིས་དགོས་ཀྱི་ཡོད་རེད་བ་དེ་ཡིན་དུས་ད་སྲིད་པའི་རུས་པའི་ནང་ལོགས་ནས་ད་ད་ག་རེ་ཡོད་རེད། ད་ད་དེ་ལྟ་བུའི་སྐར་མ་དྲུག་འདི་ག་བ་ལ་ཡོད་རེད་ཟེར་ཡོད་དུས། ཤར་གྱི་ཕྱོགས་ལ་ཡོད་གསུང་གི་ཡོད་རེད་ཁྱེད་ཚོའང་ཤར་གྱི་ཕྱོགས་ལ། ཤར་གྱི་ཕྱོགས་ལ་ཡོད་བཀག་ཤར་ལོ་ཟེར་གི་འདུག་ཨ་རྩ་བ་ནོར་ལོག་ལ་བཀག་ཤར་ལོ་ཟེར་གི་འདུག་ཨ་ཡིན་ན་ཡང་མཇུག་སྐར་བཀག་ཟེར་མཁན་དེ་གོག་ལ་ཡོད་རེད་ཤར་དང། ལྷོ། འདི་གཉིས་ཀྱི་པ་ར་དེ་ལ་བསྡད་དེ་ཡོད་རེད་སྤྱིར་མཇུག་སྐར་བཀག་ཟེར་མཁན་དེ་འདི་གཉིས་པ་ར་དེ་ལ་ཡོད་རེད་གང་ལྟར་ཀྱང་འདི་ཤར་གྱི་ཕྱོགས་ལ་མཇུག་སྐར་དྲུག། ལྷོ་ལ་དྲུག། ནུབ་ལའང་དྲུག། འབྱུང་ལའང་དྲུག། ཨ་ནི་མཚམས་ལ་གཅིག། གཅིག། གཅིག། གཅིག་ལ་ནི་འདུག་རྩིས་དགོས་ཀྱི་ཡོད་རེད་མཁན་སོང་ཨ་དེ་ཡིན་དུས་ད་ལྟ་ཤར་ཕྱོགས་ཀྱི་མཇུག་སྒར་དྲུག་དང། ཨ་ནི་ཤར་དང་ལྷོ་གཉིས་ཀྱི་མཚམས་ཀྱི་མཇུག་སྒར་འདི་མའང་འགྲོ་ཚར་བར་བལྟ། འོང་དེ་རེད། ད་གཉིས་པ་ལ་གླིང་ཡིན་དུས། ཆུ་སྤྲེ། འོ་དང། མེ་བཞི། ན། ཟེར་གྱི་འདུག་བ། ས་རི། ལྷོ་སྒར། ས་དགའ། ནི། ལྷོ་ནུབ་མཚམས་གཏད། གསེར་གྱི་རྡོ་བ་སྟེང་གཡོན་དུ། འཇུག་སྒར་ཆུ། འབྲས། འོ། མེ་བཞི་ནག་པ་ས་རི། དེ་དྲུག་པོ་དེ་གར་རེད་ཡ། ལྷོ་གི་འཇུག་སྒར་ཆགས་འདི་གི་ཡོད་གསུངས་རེད་ལྷོ་གི་འཇུག་སྒར། འོ་འདིར་འཇུག་སྒར་དྲུག་པོ་དེ་ལྷོ་གི་ཕྱོགས་ལ་གནས་ནས་བསྡད་བསྡད་ཡོད་རེད་ལྷོ་གི་འཇུག་སྒར་དྲུག་པོ་དེ་རེད་ད་ཟེར་གྱི་ཡོད་རེད།

ཆུ་སྟོད། ཆུ་སྨད་དང་འབྲོ་བཞིན། ནུབ་དཀར། ཇི་བཞིན་ནི་ནུབ་བྱང་མཚམས་ཀྱི་སྐར་མ་ཡིན། ཟེར་གྱི་འདུག་འདི་ཡིན་དུས་ད་ང་ཚོ། ཤར། ལྷོ། ནུབ་ཀྱི་ཕྱོགས་ལ་གླེང་ཡིན་དུས་ད་ནུབ་འདི་ལ་ཡང་སྐར་མ་དྲུག་ཡོད་གསུངས་རོགས་ཨ་སྐར་མ་དྲུག་འདི་རྩ་ཚིག་ནང་ལོགས་ལ་ག་རེ་འདུག་སྐར་མ་དྲུག་འདི་འདི་ཡོད་རེད་ད། ལྷ་བསམ། སྣོན། ནུབ། ཆུ་སྟོད། ཆུ་མེ། འབྲོ་བཞིན། འོང། འདི་ལྟ་བུ་སྐར་མ་དྲུག་པོ་འདི། ཕྱོགས་ག་བ་ལ་ཡོད་རེད། ནུབ་ཀྱི་ཕྱོགས་ལ་གནས་ནས་བསྡད་དུ་ཡོད། ནུབ་ཕྱོགས་ཀྱི་སྐར་མ་རེད་ནུབ་ཕྱོགས་ལ་གནས་ནས་བསྡད་དུ་ཡོད་རེད་ཅེ་རེད་ནུབ་ཕྱོགས་ཀྱི་སྐར་མ་རེད། ཡང། ཇི་བཞིན་ནུའི་ནུབ་བྱང་མཚམས་ཀྱི་སྐར་མ་ཡིན་དེ་ལ་གནས་ཡུལ་ཡང་མཇུག་སྐར། ཇི་བཞིན་ཟེར་གྱི་ཞིག་ལེགས་ཀྱི་ཡོད་རེད་ཅེ་རེད། འོང་འདི་ཇི་བཞིན་འདི་ག་བ། ནུབ་དང། བྱུང། འདི་གཉིས་ཀྱི་པ་ར་འདི་ལ་གནས་མཁན་གྱི་ག་རེ་འཇུག་པར་ཆགས་ཀྱི་ཡོད་གསུངས་པའི་མཁན་སོང་བ་འོ་དེ་རེད་གཏམ་མ། འཇང་གི་ཕྱོགས་ལ་སླད་སོང་བ་ང་ཚོ་འཇང་གི་ཕྱོགས་ལ་འགྲོ་དགོས་ཀྱི་ཡོད་རེད་བ། འཇང་གི་ཕྱོགས་ལ་འགྲོ་བའི་འདི་རྩ་ཚིག་ནང་ལོ་གར་འདུག། མོ་འདྲེ། མོ་འབྲུ། ཁྲུམས་སྟོད། སྨད། ནམ་འབྲུ། གཡོ་དགུ། འཇང་དཀར། ཏས། ཟེར་གྱི་འདུག་བ་རྩ་བ་ནང་ལོ་ལ་འདུག་ཟེར་གྱི་འདུག་བ། ད་དུས་ཡུན་དུས། འཇང་ཆོས་འོང་གི་མཇུག་སྒར་དྲུག་པོ་འདི་ག་རེད་ཟེར་ཡོད་དུས། མོ་འདྲེ། མོ་འབྲུག། ཁྲུམས་སྟེ། ཁྲུམས་མེ། ནམ་འབྲུག། གཡོ་སྒུག། དེ་དྲུག་པོ་འདི་ག་རེད་འཇང་ཆོས་འོང་ལ་གནས་མཁན་གྱི་ཨ་ནི་མཇུག་སྒར་ཁོང་རྣམ་པ་དྲུག་པོ་འདི་འདུག་ས་ཆགས་བསྡད་ཀྱི་ཡོད་གསུང་བས་ཁོང་རྣམ་པ་དྲུག་ད་ང་ཚོ་ག་རེ་ལྷག་ཡོད་རེད་འཇང་དང། ཤར། འདི་གཉིས་ཀྱི་མཚམས་ལ་གནས་མཁན་གྱི་མཇུག་སྒར་ཅིག་འགུག་གི་ཡོད་རེད་བ་ད་འདི་མཇུག་སྒར་འདིའི་རྩ་བ་ནང་ལོགས་ལ་སྒྲ་སྙན།

ལྷོ་ཀྱི་ཕྱོགས་ལ་བྲོ། ནུབ་ཀྱི་ཕྱོགས་ལ་བྲོ། འཇང་གི་ཕྱོགས་ལ་བྲོ། ལ་ནི། བྲོ་བྲོ་བྲོ་བཟོ་རེད་ད་དུང་མཚམས་ལ་ལས་ཡོད་དུས་མཚམས་ལ་གར་ཡོད་རེད་མཚམས་ལ་གཅིག། གཅིག་གཅིག་ལ་ནི། མཚམས་བཞི་ཡོད་དུས་མཇུག་གར་བཤད་དེ་མཚམས་ལ་འདུག་ཟེར་ནས་ནི་བསྡད་དུས་ཡོད་གསུངས་རེད་མཁྱེན་སོང་བ་ཨོ་འདི་རེད། ད་ང་ཚོ་འདི་གི་ཐོག་ནས་ང་ཚོ་ག་རེ་ཤེས་དགོས་ཀྱི་ཡོད་རེད། མཇུག་གར་དེ་ཁོ་རང་གི་ཕྱོགས་ག་བ་ག་བ་ལ་བསྡད་འདུག་ལ་ནི་ང་ཚོ་ད་ར་འཕྲོད་པ་རེད། ད་འདི་གིས་ཐོག་ནས་ང་ཚོ་ཕྱོགས་ཀྱི་ཁམས་འདི་ཧ་གོ་གི་ཡོད། ཕྱོགས་ཀྱི་ཁམས་ངན་བྱས་ནས་ང་ཚོ་འཇུ་སྐར་ཁོ་རང་གི་ཁམས་འདི་ཚུགས་ར་ལེགས་རེད་དེ་ཡོིན་དུས། ད་ང་ཚོ་ཡ་གང་ལ་ག་རེ་ཡོད་རེད་ཤར་ཕྱོགས་ཀྱི་ཁམས་འདི་ག་རེད། ཤར་ཕྱོགས་ཀྱི་ཁམས་འདི་ཤིང། ལྷོ་ཕྱོགས་ཀྱི་ཁམས་འདི་མེ། ནུབ་ཕྱོགས་ཀྱི་ཁམས་འདི་ལྕགས། བྱང་ཕྱོགས་ཀྱི་ཁམས་འདི་ཆུ། འདི་མ་ཡིན་པའི་ང་ཚོ་མཚམས་ཀྱི་ཁམས་འདི་ག་རེད་ལ་ད།

གར་བྱེད་ནི་ཞིང་ཁམས་མཆོག་འདི་ཡི་ཁམས་དེ་ཤིང་ངན་པ་ཡིན་ཙང་མཆོག་གི་ཁམས་དེའི་འཇུག་སྒར་ཁོ་རང་རང་ལ་ཕ་བགོ་བྱ་བྱས་ནས་སྤྲད་ཡོད་དུས་འཇུག་སྒར་ཁོ་རང་གི་ཁམས་ཡང་གར་རེད་ཤིང་རེད་ཅེས་པ་ལས་ཁེངས་སོང་ཤིང། ལྷོ་ཀར། མེས་སྲེག་གི་རྡོ་རྡེག་དང་གཅིག་པ་གཅིག་འཛིང་བྱས་ནས་ལྷོ་ལ་གླིང་ཡིན་དུས་ལྷོ་གི་སྐར་མ། ལྷོ་གི་སྐར་མ་འདི་གི་ཁམས་གར་རེད་མེ་རེད་ཅེས་པ་རེད། གར་བྱེད་ནི་མེ་རེད་སྲིད་ཡིན་དུས། ཁོ་རང་ཕྱོགས་ཀྱི་ཁམས་འདི་ག་རེ་རེ་མེ་ཡིན་པ་ཡིན་ཙང་ཕྱོགས་ཀྱི་ཁམས་ད་ག་རང་འཇུག་སྒར་འདི་ལ་ཕ་སྤྲད་ཡོད་དུས་འཇུག་སྒར་ཁོང་ནང་པ་ཀྱི་ཁམས་འདི་ཡང་ག་རེ་མེ་ཆགས་པ་རེད་ཅེས་རེད་མེ་མཁན་སོང་བ་ལྷོ་ཀྱི་འདི་མེ་རེད་ཅེས་པ། ད་འདི་གི་རྗེས་ལ་ངོ་ཚོ་ནུབ་ལ་སླེ་དགོས་ཀྱི་ཡོད་རེད་བ་ད་ནུབ་ལ་སླེ་ཡོད་དུས་གར་འདུག་ནུབ་ལྕགས་ལྗང་ཆུ་མཚམས་དཀར་ས་ཟེར་གྱི་འདུག་བ་ནུབ་ལྕགས་ཟེར་ཡོད་དུས་ནུབ་ཕྱོགས་ཀྱི་འཇུག་སྒར་གྱི་ཁམས་ཡིན་པ་ཡིན་ན། ཅང། ཞག་དགུ་དགུ་ཡོར་དག་ད་གེ་གི་སྡེ་ལ་གནས་བསྡད་མཁན་གྱི་འཇུ་སྒར་དྲུག་ཐམ་པ་ཡོའོ་འོང་དེ་འཇུ་སྒར་དྲུག་ཐམ་པ་དེ་གི་ཁམས་དེ་ག་རེ་རེད་ཅག་རེད་ཅེས་པ་གར་བཅད་ནས་གང་ཡིན་ཟེར་ཡོད་དུས་ཁོ་རང་གི་ད་ལྟ་གནས་ས་གི་ཕྱོགས་དེ་གི་ཁམས་དེ་ཅག་ཡིན་པ་ཡིན་ཙང་ཕྱོགས་ད་ག་རང་གི་ཁམས་དེ་འཇུ་སྒར་དེ་ལ་ཚུར་བགོ་བཤའ་བྱས་ནས་སླེབས་ཡོད་དུས་འཇུ་སྒར་ཁོ་རང་རྣམ་པ་གི་ཁམས་དེ་ཡང་ག་རེ་ཆགས་རེད་ཟེར་ཡོད་དུས་ཅག་ཆགས་རེད་ཅེས་པ་རེད།

མཚམས་དཀར་སང་སེང་གི་དུ་བ་ད་དེ་མ་ཡིན་པའི་ཤར་དང་ལྷོ་གི་མཚམས་ལྷོ་དང་ནུབ་ཀྱི་མཚམས་ནུབ་དང་བྱང་གི་མཚམས་བྱང་དང་ཤར་གྱི་མཚམས་ཟེར་ཏེ་མཚམས་དེ་ལའང་ནི་ཤིང་གི་རྒྱུ་སྐར་ཡོད་ཨོ་དེ་ཡིན་པ་ཡིན་ན་ཁམས་དེ་ག་རེ་རེད་ས་རེད་ཅེས་པ་རེད་སམ་དེ་དེ་ང་ཚོ་ལས་ལོག་ར་མཚམས་ལ་གནས་པ་ཡིན་ན་ག་རེ་ས་མ་གཏོགས་འགྲོ་ས་མེད་པ་ཨོ་དེ་ཡོད་དུས་ད་དང་རྒྱུ་སྐར་ཉི་ཤུ་དུས་འགལ་ཟེར་མཁན་དེ་ཁོ་རང་གི་ད་ལྟ་དེ་ནས་མ་བགྲང་དྲན་ཁམས། ཕྱོགས་ག་བ་ལ་གནས་ཡོད་མེད་ཀྱི་འདི་གི་རྣམ་གཞག་འདི་ཡིད་མ་སོམ་ཟིན་པར་བདག་མཁྱེན་སོང་བ་འོ་འདིར་བདག་ཡང་འདི་གི་རྗེས་ལ་ག་རེ་ལས་ཀྱི་ཡོད་རེད་ཟེར་ཡོད་དུས་སྐར་ཆུང་གི་རྣམ་གཞག་ཅིག་ལས་ཀྱི་ཡོད་རེད་དེ་ཡིན་དུས་སྐར་ཆུང་ཉི་ཤུ་རྩ་བདུན་ཀྱི་མགོ་ལག་བར་ན་སྐར་ཆུང་མེད་ཟེར་གྱི་འདུག་བ་ད་དེ་སྐར་ཆུང་ཉི་ཤུ་རྩ་བདུན་ཟེར་གྱི་དེ་ག་རེ་བསམ་བློ་བཏང་དགོས་ཀྱི་ཡོད་རེད་ཟེར་ཡོད་དུས་མཇུག་སྐར་ཉི་ཤུ་རྩ་བརྒྱད་འམ་རྩ་བདུན་ཟེར་མཁན་ཅིག་ཡོད་རེད་བ། འོ། དེས་མཇུག་སྒར་རེ་རེ་རེ་རེ་དང་མཉམ་དུ་འགྲོགས་ནས་མཇུག་མཁན་གྱི་སྐར་ཆུང། སྐར་མ་ཆུང་ཆུང་ཟེར་གྱི་ཡོད་རེད། མཇུག་སྒར་དང་ལྷན་དུ་མཉམ་དུ་འགྲོ་མཁན་གྱི་སྐར་མ་ཆུང་ཆུང་ཆུང་ཆུང་ག་ཚོད་ཡོད་རེད་ཉི་ཤུ་རྩ་བདུན་ཐམ་པ་ཡོད་རེད་གསུང་གི་ཡོད་རེད་ད་དེ་ཉི་ཤུ་རྩ་བདུན་དེ་ག་རེ་རེད་མིང་ག་རེ་རེད་བགྲང་འཕྲེང་ཚང་མ་ཁྱེར་ཤོག་ལ་ན་ད་དེ་བགྲང་འཕྲེང་དང་མིང་ཚང་མ་ངས་འདུག་བསྡད་ལ་མ་བསྐྱོད་ནས་བཞག་བཞག་ཡོད་རེད་ཨ་རྣམ་པ་ཚོ་གིས་འདི་ནས་མ་གཟིགས་རྒྱང་འདྲེན་མིན། སྐར་ཆུང་ཉི་ཤུ་རྩ་བདུན་གྱི་ཚང་མ་འདི་ནས་མ་བྱས་ནས་རག་གི་ཡོད་རེད་མཁྱེན་སོང་ཨ་ཨོ་དེ་རེད་ད་འདི་གི་ཞུ་གུ་འདི་ལ་ག་རེ་ལབ་འདུག་མགོ་ལ་འཕངས་ན་སྐར་ཆུང་མེད་ཟེར་གི་འདུག་བ་དངོས་གནས་བྱས་ན་རྒྱུ་སྐར་ཉི་ཤུ་རྩ་བདུན་རྩ་བརྒྱད་ཡོད་རེད་བ།